དེ་རིང་གཟའ་པ་སངས་ལ་རྒྱ་གར་རྡ་རམ་ས་ལར་གཙུག་ལག་ཁང་དུ་མཆོད་མེ་གཅིག་སྟོང་ཕུལ་ནས་བོད་རང་བཙན་སློབ་ཕྲུག་ཚོགས་པའི་རྒྱ་གར་ཁུལ་གྱི་འགན་འཛིན་རིན་ཚེ་ཆོས་སྒྲོན་ལགས་ཀྱིས་འགྲེལ་བཤད་གནང་བར། དེ་རིང་ང་ཚོའི་ཚོགས་པ་མང་པོ་ཅིག་མཉམ་རུབ་ཐོག་ནས་ང་ཚོའི་མཆོད་མེ་གཅིག་སྟོང་ཅིག་སྤར་གྱི་ཡོད། འདི་སྤར་དགོས་ཀྱི་དགོས་པ་རྒྱུ་མཚན་དེ་ག་ལ་ན་དེའི་ཟླ་བ་གི་ད་ལྟ་ཚེས་ཉི་རྩ་དྲུག་ཉིན་ལ། ད་ལྟ་ཀུ་ཤུ་བཟོ་ལས་ཁང་ཁོ་རང་ཚོ་གི་ད་ལྟ་ཚོང་དང་འབྲེལ་བ་ཡོད་པའི་གི Share Holder Meeting ལ་ཡིན་ཀྱི་ནང་ལོ་ལ་འདི་ཚེས་ཉི་རྩ་དྲུག་ལ་ཚོགས་གི་ཡོད་རེད། ཨ་ནི་ད་ལྟ་ང་ཚོའི་གི་ད། གནས་ཚུལ་སྒྲོག་ཅིག་ལྟེ་བ་ཡིན་ན Apple ད་ལྟ་ཁོ་རང་ཚོའི་བཟོ་གྲྭ་ཁང་ནས་ག་རེ་བྱེད་ལ་ན་དེ་དངོས་སྒྲོག་ཅིག་ན Apple ལ་ན་དྲ་རྒྱ་རེད་ད་ན་ཤེས་ཀྱི་ད་ལྟ་ང་ཚོ་གློག་ཀླད་དྲ་རྒྱ་དང་ག་རེ་ཡིན་ན་ཅིག་ལྟེམ་ཤོད་ད་ནི་དངོས་གནས་ཁོ་ར་ད་ཡག་ཤོད་སྒྲོག་ཅིག་རྩིས་བདེ་བོ་རེད་ད་ཐབས་སྡུག་བ་ཅིག་ལ་ང་ཚོས་ཀྱི་ངེད་ཅག་ཅིག་མ་ལྟེ་བ་ཡིན་ན་ཁོ་རང་ཚོས་ཀྱི་དམིགས་བསལ་གྱི་རྒྱ་ནག་ནང་ལོག་ལ་ག་རེ་བྱེད་ལ་རྒྱ་ནག་གཞུང་གིས་གང་དགོས་བ་དེ། རྒྱ་ནག་གཞུང་གིས་ག་རེ་བཀོད་པ་གནང་བ་དེ་རྒྱ་ནག་དམར་ཤོག་གཞུང་དང་མཐུན་པའི་གི་སྒྲིག་འཛུགས་དང་ཁྲིམས་བརྗེ་བ་ར་འདིས་བཀོད་ཁོ་རང་བཟོ་ལས་ཁང་གི་ལས་ཀ་དེ་བྱེད་བདེ་ཤག་དེ་འདྲས་ཡིན་དུས། འདིས་གི་ཉེན་ཁ་ཆེ་ཤོས་ཅིག་ག་རེ་ཡོད་ལབ་ཨ་ན། བོད་ནང་ལོ་ལ་ཡིན་ན་རེད་རྒྱ་ནག་ནང་ལོ་ལ། འགྲོ་བ་མིའི་ཐོབ་ཐང་རྩོད་ལེན་བྱེད་ངེས་ནས་དམངས་གཙོ་རྩོད་ལེན་བྱེད་ངེས་ནས་ཁོ་རང་ཚོ་ཚང་མ་གི་གདེང་འཇགས་ལ་དཔེ་མི་སྲིད་གི་གནོད་ཤུགས་ཆོན་པོ་ཅིག་སྐྱེལ་གི་ཡོད་རེད་དེ་འདྲས་ཡིན་དུས། ད་ལྟ་ང་ཚོ Apple གི་ད་ལྟ་ཚོགས་འདུ་འདི་འཚོགས་བའི་སྐབས་ལ། འདི་ཚོང་དུས་བཅར་ངེས་ཀྱི་མི་ངོ་རེ་ངོ་རེ་ལ་ང་རང་ཚོ་གི་རེ་སྒུག་འགྲོ་བ་ཅིག་རེ་བ་འགྲོ་བ་ཅིག་ག་རེ་ལགས་ན་ཁྱེད་རང་ཚོ་གི་ད་འདི་ཆོས་མེད་ཀྱི་ནམ་རྒྱུན་ང་ཚོ་མུན་པ་སེལ་གི་འོད་ར་དེ་འདྲས་ན་ཞིག་ཁྱེད་རང་ཚོ་གི་རྒྱ་ནག་གི་བོད་གཅིག་པོ་ཙམ་དུ་མ་ཟད་ཡུ་གུར་རེད་ད་ན་ཞིག་ཧོང་ཀོང་ཏཱའི་ཝན། ནང་སོག་འདི་ཚོ་ནང་ལོག་ལ་ག་གམ་ཅིག་གི། གདུག་རྩུབ་བཏང་གི་ཡོད་མེད། སྲིད་ཇུས་ངན་པ་བེད་སྤྱོད་བྱེད་ཀྱི་ཡོད་མེད་དེ་འདྲའི་ཤེས་པའི་ཐོག་ནས་ད་དེ་མུན་པ་སེལ་བའི་ཐོག་ནས་འགྲོ་བ་མིའི་ཐོབ་ཐང་ཡིན་ན་རེད་ད་ནང་བཞིན་གྱི་དམངས་གཙོ་རང་དབང་འདི་ལ་རྒྱབ་སྐྱོར་བྱེད་རོགས་གྱིས་ལ་ང་ཚོས་ཀྱི་ད་རེས་ལས་འགུལ་འདི་སྤེལ་རྒྱུ། རྒྱ་ནག་གཞུང་དང་བསྟུན་ནས་ཀུ་ཤུ་རྟགས་ཅན་གྱིས་ཁ་པར་ནས་མི་མང་གི་ལྐོག་ལ་དྲ་རྒྱ་འདྲ་མིན་དུ་ལྟ་ཐུབ་པ་དང་འཛུལ་ཐུབ་པའི་ནུས་པ་སྟོང་ཕྲག་ལྷག་མེད་པ་བཟོས་པ་ཞིག Tibet Action བོད་དོན་ལས་འགུལ་བསྟི་གནས་ཁང་གི་རྡོ་རྗེ་ཕུན་ཚོགས་ལགས་ཀྱིས་གསུངས། རྒྱ་ནག་ད་ལྟ།
Censorship དང Surveillance སྐོར་ལ་དམ་དྲག་ཤུགས་ཆེན་པོ་བྱེད་དགོས་བསམ་པ་ལ་ནི། རྒྱ་ནག་དང་བོད་ནང་ལོགས་ལ་གནས་ཚུལ་མང་པོ་ཅིག་ལྟ་ཐུབ་ཀྱི་ཡོད་མ་རེད། དཔེ་ཆ་བཤད་ན་གལ་སྲིད Website འགྲོ་ཡིན་ནའི་རེད Applications མང་པོ་ཡིན་ནའི་རེད་དེ་ཚོ་མང་པོ་ལྟ་ཐུབ་ཀྱི་མེད་འདུག་བསམ་པ་ལ་ད་གལ་སྲིད VPN ཅིག་བོད་ཕྱོགས་ཕྱི་བ་ཡོད་ན་གནས་ཚུལ་དེ་ཚོ་གང་ས་ལྟ་ཐུབ་ཨེ་ད་དེ་ཚོ་ཡོད་བསམ་པ་ལ་ད Apple འགྲོ་བཞིན་ན Apple གྱི་ད་ནང་རྒྱ་ནག་གི་ད་ནང་མཉེན་ཆས་ཕབ་ལེན་བྱེད་ས་ཡོད་རེད App Store App Store ནང་ལོགས་ནས VPN གང་ས་རོ་ཅིག་མ་ལྟོས VPN མང་པོ་རོ་ཅིག་མ་ལྟོས་ཆེ་སྙམ་དུ་ནི།